གཅིག་དང་གཉིས་པ་གིས་ཨ་ནི་ཅིག་བདེན་གོ་ལ་ཡ་ཏོ་སུད་སི་ལ་ཆུབ་རྒྱུ་གནང་ཅིག་ནས་ཕ་གི་ལ་ཡ་སུད་སི་དང་ལེགས་ཏོ་སྤྱི་ར་ལ་བོད་རིགས་མི་མང་གི་ངོས་ནས་དེ་ནི་ཕེབས་བསུ་ཞུས་ཡ་རེད་ཁུ་དྲུག་ཞུས་སྟངས་ཐོག་ལ་ཧ་ཅང་གི་ཏེ་ཐག་ཚི་པོ་དང་ཨ་ནི་ཡག་པོ་ཏུ་སུ་ལེགས་གྲུབ་བྱུང་ཡོད་རེད་འདི་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཆབས་ཅིག་ཏུ་འདི་དང་མཉམ་དུ་ད་ཅིག་སྟབས་མ་ལེགས་བ་ཅིག་ལ་ཡ་ཡང་ཕ་གི་ལ་ཡ་ཏེ་ཏེ་ཅིག་དོ་རྒྱལ་ཚོགས་པའི་གིས་ཨ་ནི་ཅིག་ཚོགས་མི་བོད་པ་དང་དབྱིན་ཇི་དེ་ནས་ཉུང་ཤས་ཅིག་གིས་རྒྱ་གར་རུམ་ཆེ་ལས་ཏེ་ནམ་རྒྱུན་ནང་བཞིན་བྱེད་ཅིག་ནས་ཡང་ཕ་གི་ལ་ཡ་ཟུར་ཟ་དང་འཚེ་མེད་ཞུ་ཡ་ལ་ཡང་དུག་སོལ་ཇི་ལྟེ་ཡོད་རེད་དེའི་ཐོག་ལ་ཡང་བོད་མི་རྒན་གཞོན་བར་གསུམ་ལ་ཡང་སུས་གང་གི་ད་ཅིག་བརྒྱུད་སྐུར་བྱེད་ཡ་དེ་འདི་འདྲི་ལབ་དགོས་རེད་ཟེར་ནས་བརྒྱུད་སྐུར་བྱེད་ཡ་དེ་མེད་ཀྱང་སོ་སོ་སོ་སོ་ཅིག་བོད་པ་ཅིག་ཡིན་པའི་ཆ་ནས་བོད་མི་ཅིག་ཡིན་པའི་ཆ་ནས་སེམས་ནང་ལྷོག་ལ་ཡང་ཅིག་ཚོར་བ་ག་རེ་ཡོད་པ་དེ་ག་ས་རུ་ཕ་བཀའ་འདྲི་ཞུ་ཡ་ཀྱི་ལེ་ཚན་རྣམ་པ་སུ་ལ་གཟུགས་རྒྱུ་ཡོད་དེ་དང་ཆབས་ཅིག་ཏུ་དེ་རིང་ངོས་སྤྲོད་ཞུ་ཡ་ཅིག་ལ་ད་འཛམ་གླིང་བོད་མིའི་བདེན་དོན་མཐོང་སློབ་ལས་འགུལ་ཁང་གི་ངོས་ནས་ཅིག་རྒྱ་གར་རོམ་ཆེ་ག་བ་ཕེབས་པ་ཡིན་ན་ད་དེ་གའི་རྡོ་རྗེ་ཚོགས་ཕེབས་ཀྱི་ལོགས་ཤིག་དང་ཕྱོགས་ཤིག་ཅེས་བཞག་ཕྱོགས་དེ་ལི་ཡ་ཀྱི་དབུས་གནས་ཚེར་གོང་ཡིན་པ་དེ་བས་མི་མང་ལི་ཡ་ད་གསལ་བཤད་བྱེད་ཡག་གི་ཆེད་དུ་ཡིག་ཆ་བཀྲམ་ཡ་རེད་རྒྱ་གར་མི་ཀྱི་ཕེབས་བསུ་ཞུ་ཡ་ལི་ཡ་སུད་སི་ཐང་ལག་དེ་སི་ཏྲེར་བོར་མི་མང་གི་ད་ག་ལ་འོ་རེད་ཚགས་ཚུད་པོ་དང་གྲ་འགྲིག་པོ་ཅིག་ཡོང་གི་འོ་རེད་དེ་དང་མཉམ་དུ་ཆང་འགྲོས་མཉམ་འདེགས་ཀུ་ཚོགས་ནས་ཨ་ནི་ཕ་གི་ལ་ལིང་གུར་པའི་ངོ་སྤྲོད་མདོར་བསྡུས་ཅིག་ཞུས་ན་ཡིན་ན་ཕ་གི་ལི་ཡ་ད་དེ་ལན།

ད་དང་ལོག་རང་གི་ཐོག་ནས་ཨནི་ཕེང་ཚོས་ད་མི་མང་ལ་ཡང་ཅིག་ཞབས་ཞུ་ཞུ་ཡ་རེད་དེ་ནི་ཅིག་ཡང་རྡོ་རྗེ་ཚོགས་པ་དང་མི་མང་གི་པར་ལ་ཡང་འཁྲུག་རྩོད་ད་ཡོང་མ་ཟེར་བ་རེད་ཡོད་མ་རེད་རྒྱལ་བ་རིན་པོ་ཆེ་ལས་མཚན་དམིགས་ཞུ་ཡོང་དུས་ང་ཚོ་བོད་མི་དངོས་གནས་དཀྱུས་མ་ཅིག་ཡིན་པ་ཡིན་ན་སེམས་ནང་ལ་ཡང་ཅིག་དངོས་གནས་གྲི་བཙིར་བ་ནང་བཞིན་དཀའ་ངལ་ཅིག་ཡོད་པ་ཡིན་དུས་དེ་གའི་གདོང་ལེན་བྱེད་ཤོག་ཐོག་ལེན་འདྲ་མི་འདྲ་མ་ཡོང་བའི་ཆེད་དུ་ཕ་གི་ལ་ད་མི་དེ་ཚོ་སྲོང་བཅོས་བྱེད་ཡ་རེད་དེ་འདྲའི་ཚོགས་ལས་ཞི་དྲག་གིས་ད་བྱ་བ་རླབས་ཆེ་པོ་ཟེར་ན་མི་འདུག་དངོས་གནས་དྲང་བདེན་གྱི། རྗེས་སུ་ཡི་རང་ཞུ་ཆོག་ཡག་གི་ད་དེ་འདྲའི་གི་ཨ་ནི་བྱ་བ་རླབས་ཆེན་པོ་ཞུས་ཡོད་རེད་དེ་འདྲའི་འདུས་སྡེ་རྣམ་པ་ཚོ་ངོ་སྤྲོད་བྱས་དང་ཆབས་ཅིག་ཏུ་ད་ཕ་གི་ལི་ཡ་ད་དོ་རྒྱལ་ཚོགས་པའི་གི་ངོས་ནས་རྒྱ་གར་རིན་པོ་ཆེ་ལ་ནམ་རྒྱུན་ནང་བཞིན་བྱས་ནས་དེ་རིང་འཚེ་མེད་ད་ཟུར་ཟ་ད་དངོས་གནས་ཁོང་ལ་གང་ཡང་མེད་ཅོག་གི་ཨ་ནི་སྐད་ཆ་མང་པོ་བཤད་དེ་ཡོད་རེད་ཨ་ནི་དེ་གི་དེ་ལི་ཡ་ད་དངོས་གནས་དྲང་གནས་ང་ཚོ་བོད་མོ་ཁོ་རང་སུའི་ངོས་ནས་ཡིན་པ་ཡིན་ན་ང་རང་སུའི་ངོས་ནས་ངོ་མི་ཡིན་པ་རེད་ན་རེད་ད་གཅིག་བུ་མོ་གཅིག་ཡིན་པ་ལ་ལང་ཀ་ཕ་ཅོ་སུ་ཅོ་བསྡད་ཅེས་ནས་འདུག་ཅེས་ནས་གཅིག་གི་གཅིག་ལ་ཡ་ད་ག་ལ་འོ་རེད་དེ་འདྲའི་དམའ་འབེབས་འདྲ་བོ་བྱེད་ན་མི་འདུག་ད་གང་ལྟར་ཕན་ཚུན་ལ་ཡ་ད་གཅིག་ལྟ་བ་མ་མཐུན་པའི་ཐོག་ནས་ལོང་དགོས་པ་ཡིན་དུས་སུ་ཡིན་ན་སེམས་ནང་ལས་བདེ་བོ་ཅིག་རྩ་བ་ཉིད་ནས་ཡོད་ཀྱི་མ་རེད་ང་ཚོ་ཡིན་པ་ཡིན་ན་སེམས་ནང་ལས་འགྱོད་པ་ཞེ་དྲག་ཅིག་སྐྱེས་འདུག་གང་ཡིན་ཟེར་ན་ང་ཚོ་དངོས་གནས་གྲོང་ནས་མི་ང་རང་འདྲ་བོ་ཅིག་ཆ་བཞག་པ་ཡིན་ན། གཅིག་བུ་མོ་ཨ་ནེ་གཅིག་ཆ་ཚང་གི་ནུས་པ་མཉམ་དུ་ཅིག་སྤོང་ཐུབ་ན་དངོས་གནས་དྲང་ན་དེ་རིང་ཤི་ལ་ཉེ་བའི་གི་བུ་མོ་ནད་པ་ཅིག་ཉམ་ཐག་ནད་པ་ཅིག་ཡིན་པ་ཡིན་ན་ཡང་ང་ཚོ་བོད་མི་རིགས་ཀྱི་ཨ་ནེ་གཅིག་བྲེལ་ཡས་ཡོད་དགོས་ཡ་ཅིག་དང་ཚུད་དགོས་ཡ་ཅིག་རེད་བསམ་ཐིག་གི་ཡོད་དེ་འདྲི་ཡིན་པ་ཡིན་འདོད་ད་ལྟ་དངོས་གནས་དྲང་ན་གཞིས་ལུས་རྒྱ་ཆེའི་མི་མང་གི་སྙིང་སྟོབས་རེད་གཞིས་ལུས་རྒྱ་ཆེའི་མི་མང་གི་ཅིག་ཞིམ་པ་མེད་པའི་ལ་རྒྱ་དེའི་ཐོག་ལ་ཡང་བསམ་བློ་ཅིག་གཏོང་པ་ཡིན་ན་འདི་འདྲིའི་གི་རོང་ལོངས་པ་ཅིག་དང་འདི་འདྲིའི་གི་དངོས་གནས་དྲང་ནས་ཅིག་ཁར་སེ་རོ་བོ་ད་སྤྱི་ཚོགས་ཀྱི་ཁྲོད་ལ་ཡང་རྒྱལ་བ་རིན་པོ་ཆེའི་ཐད་ལ་ཡང་ལོངས་སྤྱད་ནས་རྒྱལ་བ་རིན་པོ་ཆེ་སྔོན་ནུ་གྲོང་ནས་དགུང་ལོ་བཅུ་དྲུག་ནས་ད་ལྟ་དགུང་ལོ་བརྒྱ་བཅུ་ལས་ཕེབས་ལ་ཉེ་ཡོད་རེད། དེ་ཡིག་གི་མི་ཚེའི་བརྒྱུད་རིམ་གྱི་ཁྲོད་ལ་མི་གཅིག་ཡིན་པའི་ཆ་ནས་མི་ཚེའི་བརྒྱུད་རིམ་གྱི་ཁྲོད་ལ་ཡང་འདི་འདྲའི་དཀའ་ལས་དང་ལུས་སྟོང་ཆེན་པོ་ཅིག་གནང་ཡོད་རེད། ད་དེ་ལ་ཡང་ཅིག་བོད་ཀྱི་གཏམ་དཔེ་ལ་ཡང་དྲིན་ཆེན་ལ་ཡང་དྲིན་ལོག་གཡང་ལྷ་ལ་ཡང་རྡོ་ལོག་ཟེར་གྱི་ཡོད་རེད་པ་དེ་ནང་བཞིན་བྱས་བྱས་ནས་ཕ་གི་ལ་དངོས་གནས་ཤི་གཅིག་གཡང་བཞི་འདྲ་བོ་བྱེད་ཀྱི་ཡོད་པ་ཡིན་ན་ཟླ་བ་ཚེ་རིང་དེའང་ཞི་མི་སྐྱོན་བརྗོད་རང་གི་ཐོག་ནས་ཕ་གི་ལ་ད་ག་རེ་ཡིན་དགོས་ན་ཟུར་ཟ་དང་སྤྱོད་འཇུག་མང་པོ་ཞིག་བྱེད་བསྡད་ཀྱི་ཡོད་རེད། དེ་གའི་ཐོག་ང་ཚོ་ཆ་ཚང་གི་ངོས་ནས་བསམ་བློ་ཅིག་གཏོང་བྱས་ནས་དངོས་གནས་མ་འོངས་པ་ལ་ཡ། ཅིག་ཨ་ཁ། ཅིག་འདི་འདྲས་ཅིག་མ་ཡོང་ཡ་གི་ཆེད་དུ་ཚོགས་མི་གིས་ཐུགས་བསམ་ཅིག་བཞེས་དགོས་ཡ། དེ་ནི་ལྷག་པར་དུ་ད་རྡོ་རྗེ་ཚོགས་པའི་ངོས་ནས་ད་ལྟ། ཅིག་བྱེད་ཞོག་དེ་གའི་ཐད་ཀྱི་བོད་མི་རིགས་ཀྱི་མཚན་མཐོང་ལ་རྒྱ་ལ་ཡ་ཞེ་དྲག་ཏུ་བསྣུར་གྱི་ཡོད་པ་དངོས་གནས་དྲོ་ནས་རྒྱལ་སྤྱིའི་སྡིངས་ཆ་ཐོག་ལ་ཡ། ཅིག་བོད་པ་ཅིག་ཡིན་ཟེར་བྱས་ནས། ཨ་ནི་གྱི་མགོ་ལ་ཡིན་པ་ཡིན་ན་ཧ་པག་རུག་པག་ལ་པག་དེ་འདྲའི་འདྲ་མི་འདྲ་སྐྱོད་པ་མཐའ་ཤར་གྱི་སྐྱོད་པ་མཐའ་འཁོབ་ཀྱི་སྐྱོད་པ་དེ་འདྲའི་གི་རྟ་གཅིག་ལ་བོད་རྙིང་པ་གི་ཁར་ས་རུ་སྐྱོད་པ་ཟེར་ན་མི་འདུག་རྒྱ་ནག་གི་རྟ་བ་ཟེར་ན་མི་འདུག་དེ་གི་རིགས་ཀྱི་གཏན་འབེབས་ཀྱི་ཐོག་ནས་ཞི་དྲག་གིས་ད་བོད་མི་རིགས་ཀྱི་མཚན་མཐོང་ལ་རྒྱ་ལས་གནོད་པའི་གི་བྱ་བ་བྱེད་བསྡད་ཀྱི་ཡོད་རེད་དེ་དངོས་གནས་ཅི་ན་ཁོ་ཚོའི་གི་ད་ལྟ་ཅིག་རྒྱུ་མཚན་ཡོད་གི་ཡོད་ན་མེད་གི་ཡོད་ན་ཅིག་བཤད་བསྡད་ཡག་གི། དེ་དང་འབྲེལ་བ་ཆུ་ནི་ཆགས་ཀྱི་ཡོད་མ་རེད་ད་ཡིན་པ་ཡིན་ན་ཡང་ཁོ་རང་ཚོ་གི་ག་རེ་གི་ཆེད་དུ་ཡིན་པ་ཡིན་ན་དེ་འདྲ་བྱེད་དུ་ཡོད་རེད་དེ་ཙམ་མ་ཟད་པའི་གི་ད་ད་བོད་ཤོར་བྱས་ནས་སྔོན་ནོ་གྲོང་ནས་མི་ལོ་དྲུག་བཅུ་གི་རྒྱུད་རམ་གི་འཕྲོ་ལ་ཡང་རྒྱ་ནག་གི་ང་རེད་ཁོ་རེད་ཟེར་མི་འདུག་ད་བོད་མི་སྐྱེ་བོ་རྣམས་དེ་ཡོངས་རྫོགས་གི་ནི་ཅིག་མེས་བོ་དམ་པ་བསྟོད་སུའི་ཐོག་ལ་ཡང་སོ་སོའི་པ་བ་འམ་སོ་སོའི་ཐོག་ལ་ཉོང་ཤག་ཅག་མེད་པ་ཡིན་ན་ཡང་ད་སོ་སོའི་གི་ཅིག་མེས་བོ་དམ་པ་སོ་སོའི་གི་ནང་མི་པིན་ཅག་སོ་སོའི་གི་ཅིག་མི་རིགས་སོ་སོའི་རྒྱལ་ཁབ་སོ་སོའི་རུལ་སྦྱོང་སྡིག་ཡིག་ཐོག་ལ་ཡང་དངོས་གནས་རྒྱ་ནག་གིས་ཞི་དྲག་གིས་ད་སྡུག་པོ་གཏོང་ཡོད་རེད་ཞི་དྲག་གིས་ཐུབ་ཚོད་གཏོང་ཡོད་རེད་དངོས་གནས་འཛམ་གླིང་འདི་ཐོག་ལ་ཡང་ནག་གསུབ་གཏོང་ཡག་གི་སྲིད་ཇུས་རང་སྟེང་ནས་དེ་བྱས་ཡོད་རེད་དེ་ལ་ཡག་ཅིག་ངོ་རྒོལ་དང་དེ་ལ་ཡག་ཅིག་སེམས་འཚབ་མེད་པ་མེད་ནས་ཚུར་ཕྱོགས་ནས་ཅིག་གར་སེ་རུ་རྒྱལ་བ་རིན་པོ་ཆེ་ལ་ཡང་ནས་ཅིག། དེ་འབྲེལ་གྱི་ངེས་སྒུར་བསྐྱངས་ཏེ་ཧ་ལམ་མ་གསང་ན་བོད་ཞི་བའི་སྐྱོང་གྲོར་གཏོང་ཡིན་ཟེར་ནས་བོད་མི་དེ་གར་ས་རུ་ས་དེ་གནམ་དུ་ཨ་ལོག་རྒྱལ་བསྐྱངས་ཉིན་དེ་རྒྱ་གར་རིན་པོ་ཆེ་ཡིན་པའི་སྲོག་འདྲ་བོ་ཅིག་ཇི་ཡང་བརྩམས་པ་ལས་ཞི་དྲག་གི་དངོས་གནས་མིའི་སྤྱོད་པ་ཡིན་པ་ཡིན་ན་རེད་ཆོས་ལུགས་ཀྱི་ཐོག་ནས་སྲིད་ལུགས་ཀྱི་ཐོག་ནས་གང་གི་ཐད་ནས་བཤད་པ་ཡིན་ན་དངོས་གནས་དྲང་ནས་ཧ་ཅང་གི་མ་འོས་པ་མ་འཚམས་པ་དེ་འབྲེལ་གྱི་ཆ་དེ་ཡོད་རེད་དེའི་གི་ཐོག་ནས་ཨ་ནི་ངས་གི་དངོས་གནས་དྲང་ནས་རྒྱུ་སྐུར་དང་ཅིག་དེ་འདྲའི་གོང་ཡང་མེད་པའི་ཐོག་ནས་ལོ་རྒན་གོག་ཡིན་ན་རེད་སྤུ་གུ་ཆུན་ཆུན་ཡིན་ན་རེད་ཁོ་རང་ཚོས་སེམས་ནང་ལ་ག་རེ་འདྲ་བ་ཅིག་བསམ་གི་ཡོད་ན་ག་རེ་འདྲ་བ་བྱེད་ཀྱི་ཡོད་ན་རྒྱལ་སྤྱིའི་མང་ཚོགས་ཀྱི་སེམས་ནང་ལ་ཡ་ཟེར་ནས་ཕ་གི་ལ་ཡ་ཉམས་ཞིབ་བྱེད་ཅེས་ནས་ཕ་གི་ལ་མི་དངོས་སུ་ཞུགས་ཅེས་ནས་མི་མང་གི་བསམ་ཚུལ་གླེང་བར་བརྩམས་པ་ལ་ཡ་མི་མང་པོ་ཅིག་གི་དངོས་གནས་དྲང་ནས་སེམས་ནང་ལ་ཡ་ཞེ་དྲག་གིས་ད་ག་ལ་འོ་ལ་སེམས་ཕབ་ཡོད་དེ་ཅིག་སེམས་ནང་ལ་ཡང་སེམས་འཚབ་ཡོད་དེ་ནི་འགྱོད་པ་ཡོད་དེ་ནི་དེ་འདྲ་ཡོང་གི་འདུག་དེ་འདྲ་ཡིན་དུས་བསམ་པ་ལ་ཡང། དངོས་གནས་དྲང་གནས་ནི་བོད་པའི་སྤྱི་ཚོགས་ཁྲོད་ལ་ཡང་བདེན་གཉིས་སྤྲོ་བོད་པ་དེ་གས་དེ་མཉམ་དུ་མུ་མཐུད་དེ་བདེན་གཉིས་སྤྲོ་གི་ཡོད་ཡིན་ན། བོད་མི་རིགས་ཀྱི་སྤྱི་ཡོངས་ཀྱི་བོད་མི་རིགས་ཀྱི་ལྟ་བ་དང་སྤྱི་ཡོངས་ཀྱི་བོད་མི་རིགས་ཀྱི་སེམས་ཁམས་སྤྱི་ཡོངས་ཀྱི་བོད་མི་རིགས་ཀྱི་ལངས་ཕྱོགས་དེ་གས་ལ་ཡང་རྒྱབ་སྐྱོར་མ་བྱས་པ་ཡིན་ན། ཁག་པོ་ཞེ་དྲག་ཆགས་དེ་གི་ཡོད་རེད་སུ་སོ་སོས་མ་བཏོན་དེ་ཅོང་ར་བ་ཅོ་ཆགས་ཀྱི་ཡོད་རེད་བ། དེ་འདྲ་ཡིན་དུས་སྤྱི་ཚོགས་ཀྱི་ངོས་ནས་ལྟ་ཅིག། གདོང་ལས་ཆེན་པོ་ཤུགས་ཀྱིས་ཅི་ཡང་དུ་བརྩམས་པ་ལ་ཨ་ནི་འདིའི་གི། ཅི་ཤོག་འདུག་ཤོག་དེ་གི་དེ། ཕ། རྒྱག་རིན་པོ་ཆེའི་དབུ་གཡོག་ཤར་བ་ཡིན་ན་དངོས་གནས་གྲོང་ནས་རྩ་བ་ཉིད་འདེགས་ཡོད་མ་རེད་བསམ་གྱི་འདུག་དེ་གི་རྣམ་པ་ཚོས་ཚང་མས་གི་ཐུགས་སེམས་ཤེས་དགོས་ཡ་གལ་ཆེན་པོ་ཅིག་ཆགས་དུ་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ལྟ་ཅི་གི་མང་པོ་ཞུས་མ་གོ་བའི་ཐོག་ནས་མདོར་བསྡུས་ན་ད་ལྟ་དོལ་རྒྱལ་ཚོགས་པའི་གིས་བྱ་བ་སྤྱོད་པ་དེ་གིས་དེ་ཡིས་བོད་མི་རིགས་ཀྱི་མཚན་དོང་ལ་རྒྱ་ལ་ཞི་དྲག་གི་གནོད་འོ་ཡོད་པ་དེ་ཙམ་མ་སྲིད་པའི་གིས་བོད་གི་གཅིག་བདེན་མཐའ་གསར་ཡ་ལ་ཡ་བོད་གི་བདེ་བདེན་དོན་འདི་གི་ཆེད་དུ་དངོས་གནས་གྲོང་ནས་ཚེ་སྲོག་གི་འགྲོ་སོང་གཏོང་བཞག་བྱ་གི་རྒྱལ་སྤྱིའི་མི་དཔའ་བོ་དཔའ་མོ་མང་པོ་གིས་ཡོད་རེད་དེ་གིས་རྣམ་ཤེས་གིས་ཡིན་པ་ཡིན་ན་ཡང་དངོས་གནས་གྲོང་ནས་ཞི་དྲག་གིས་ནི་ཐུགས་ཕམ་བྱེད་རེ་ཡོད་ཀྱི་རེད་བསམ་གི་འདུག་དེ་འདྲ་ཡིན་པ་ཡིན་དུས་ང་རང་སུ་དངོས་གནས་གྲོང་ནས་ཤ་གཅིག་པ་རེད་ཁྲག་གཅིག་པ་རེད་མི་རིགས་གཅིག་པ་རེད་ཨ་ཛེ་ད་ཅིག་བསམ་བློ་ཅིག་གཏོང་པ་ཡིན་ན། རྩ་བའི་གི་ཅིག་ལང་ཀ་ནོར་འཇོག་ཅིག་འགྲོ་ཚར་བ་རེད་ཡིན་པ་ཡིན་ན་ཡང། ཅིག་རྦད་དེ་ཁོ་རང་གཡོག་ནི་མ། ད་ག་ལ་བ་རེད་འཁྱོམ་ནི་ཤི་འགྲོ་གི་ཡོད་བ་ཤི་ཁ་མ་འཁྱོམ་བྱས་ནས་ཨ་ནི། སུ་སོ་སོ་མ་འཁྱོམ་བྱས་ནས་ཨ་ནི་ང་བི་ཅག་སྟོང་ཉིད་དུ་ཆོས་ཡིན་ལ་བསྡད་པ་ཡིན་ན། ད་ལན་བུ་མེད་བསྡད་ཀྱང་འདྲ་བོ་ཆགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས། ཐུགས་བསམ་ཤེས་དགོས་ཡ། ཨ་ནི་ང་རང་བསོད་གི་ཨ་ནི་ཀྱི། རྒྱལ་བ་རིན་པོ་ཆེ་ཤོག་ཏོག་ཟེར་ན་མི་འདུག་ཅིག་བུ་མོ་བརྒྱད་ཅུ་དགུ་བཅུ་གོ་གི་དེའི་དེ་གི་ཡང་ཕ་ཅག་ལ་ཡ་གདོང་ལེན་བྱེད་ཤོག་དེ་གི་དེ་བསམ་བློ་ཡ་འོག་ཅིག་གཏོང་བྱེད་ནམ་རྒྱུན་ནི་ཨ་ཕ་གི་ལ་བཙོས་ཀྱ་ངན་པ་བརྒྱ་ཅིག་ཕར་ཟེར་རོ། མཛུ་གུ་བསྟན་འདི་འདྲིའི་གི་བྱེད་ཡ་གི་གདོང་ལེན་དེ་གི་ང་ཚོ་ཕན་ཚུན་གཉིས་ཀ་ལ་ཡ་ཕན་ཐོག་ག་ཡོད་མ་རེད་བ། འདི་འདྲ་ཡིན་དུས་ག་དུས་ཡིན་པ་ཡིན་ན་ཡང་ང་ཚོ་ཕར་ཚུར་གྱི་ཁྱི་འཇམ་ཡོང་བ་ཡང་འཁྲུག་པ་མ་ཤོར་ཡ། ཨཱ་ནི། གར་ཟེར་རོགས་དེ་འདྲའི་རྒྱུ་ཡོང་ཡ་ལས་ཚང་མས་འབད་བརྩོན་ཞིག་དགོས་ཡ་ཞེ་དྲག་གི་གལ་ཆེན་པོ་རེད་བཞག་ཨཱ་ནི། མ་འོངས་པའི་གི་ཨཱ་ནི་ནང་ལོགས་ལ་ཡ་ད་ང་ཚོ་དེ་ལས་དཀའ་ངལ་ཆེན་པོ་ཞིག་པའི་འཕྲད་མ་སེ་བ་རེད་མི་འདུག་བ་དེ་འདྲ་ཡིན་དུས་ཨཱ་ནི། ད་ལྟ་ནས་ང་ཚོ་གཟབ་གཟབ་ཅིག་བྱེད་ན་ཨཱ་ནི། བྱེད་ཡ་ཅིག་ཡོད་རེད་བསམ་གི་འདུག་རྩ་བའི་ང་ཚོ་དངོས་གནས་དྲང་ནས་ད་དེ་འདྲ་ཅིག་ཆགས་ཚར་ཡ་ཡིན་པ་ཡིན་ན་ཡང་ད་ལྟ་ནས་ཨཱ་ནི་ཡང་ང་ཚོ་ཅིག་ངོ་བོ་ཅིག་འཕྲོད་པ་ཡིན་ན། བཏགས་ས་ཅིག་བསྡད་ཡིག་རེད་བསམ་གི་འདུག་ཨ་ནི་ཅིག་གོ་སྐབས་ཅིག་ཡོད་རེད་བསམ་གི་འདུག་དེ་འདྲ་ཡིན་དུས། བུ་མོ་སྐྱེས་བུ་རྣམས་དེ་ཡོངས་རྫོགས་ཀྱི་དེའི་ཐོག་ལ་ཡང། བསམ་བློ་གཏོང་དགོས་ཡ་དེ་གལ་ཆེན་པོ་ཞིག་རག་རེད་བསམ་གི་འདུག་ཨ་ནི། མང་པོ་ཞུ་མ་དགོས་པའི་ཐོག་ནས་ང་ཚོའི་ལེ་ཚན་མུ་མཐུད་ནས་ཨ་ནི་ཟུག་རག་བྱས་ཟིན་ཞུ་ཡ་ཡིན་ཐུགས་ཆེ་ན།
ད་ཞབས་འདྲེན་དེ་ག་དེ་བཏགས་ཏེ་ངོ་ཚར་མ་དྲིན་ལན་ལོག་འཇལ། དྲིན་ལན་ལོག་འཇལ་ཞབས་འདྲེན་རྒྱ་མིའི་རྒྱུག་ཁྱི་ངོ་ཚར་བདག་གིས་རང་ཚོ་དེ་རིང། མི་རིགས་ཞབས་འདྲེན་གྱིས་མི་རིགས་ཞབས་འདྲེན།

ཁོ་ཚོའི་སྐད་ཆ་ཤེས་ཀྱང་དེ་ཚོ་ཕྱོགས་སྡོམ་གྱི་སྤྱི་ཡོངས་དུ་བརྩམས་པ་ལ་མཐའ་སྡོམ་འདྲ་བོ་ཁྱོད་རང་སེམས་ནང་ལ་འཚོར་བ་ག་ལེགས་འདུག། སྤྱི་དང་སེམས་འཕགས་པོ་ཞེ་དྲག་རེད་ཡིན་ན་ཡང་ད་སྐྱབས་མགོན་རིན་པོ་ཆེ་མཛད་པ་འཕྲིན་ལས་འདི་འདྲས་ཞིག་རྒྱས་ཡོང་དུས་བརྩམས་པ་ལ་ནི་དེ་ལ་ཡང་མི་མཐུན་ཕྱོགས་དང་དེ་ལ་ཁ་བརྟའི་བྱས་ཉེས་དེ་འཛམ་བུ་ལའི་ཁོ་རང་ཡོང་ཡ་དེ་ཆོས་ཉིད་རེད་ག་རེ་ཟེར་ན་འཛམ་བུ་ལའི་མི་ཚང་མ་ཡག་པོ་མ་རེད་བ། ཨེ་ནས་མི་སྡུག་ཅག་ཡོད་དུས་བརྩམས་པ་ལ་སྡུག་ཅག་དེ་གིས་ཡག་པོ་བྱས་ཉེས་དེ་ལ་ག་དུས་ཡིན་ན་དེ་ཁ་བརྟའི་ཆ་ནས་ཨེ་ནས་སྡུག་རེད་ངན་ཚིག་ཐིག་ཡག་པོ་ཐིག་གི་ལམ་ཁ་ལ་འགྲོ་མི་བྱེད་བའི་ག་རེ་བྱེད་ཡ་འདུག་ཁོང་ཚོ་སྡུག་ཅག་བྱེད་ཡ་ཐིག་ལན་གི་ཡིན་ཙང་ཨེ་ནས་མི་སྡུག་ཅག་དེ་ད་ཁོ་ལན་གི་འདྲ་བ་ཐིག་ཁོ་རང་ཚོ་གི་ལན་གི་དེ་འགྲུབ་གི་རེད་བསམ་གི་འདུག་མ་གཏོགས་དེ་ལས་གཞན་པ་གི་ཨེ་ནས་སྤྱི་བཏང་གི་ཁོ་རང་ཚོ་ད་ད་ལྟ་འདི་ལ་བོད་པ་ཉུང་ཤས་ཅིག་འདུག་ཨེ་ནས་དེ་ཚོ་ནང་ལ་ད་ལྕམ་སྐུ་རིན་པོ་ཆེ་གི་བཙན་བྱོལ་སྤྱི་ཚོགས་ནང་ལ་ད་ཅིག་ལྷ་བྲ་ཨེ་ན་རེ་དགོན་དགོན་པ་ཁ་ཨེ་ན་རེ་སྐུ་མདུན་རང་གི་སྐུ་ལས་སྐྱོན་བཞག་འཇུག་གི་དགོན་སྡེ་དང་ལྷ་བྲ་ནང་ལ་ཁོ་རང་ཚོ་གི་ཐོབ་ཐང་རག་བྱེད་ཨེ་ནས་བེད་སྤྱོད་དེ་འདྲི་བྱེད་ཆེད་འཚར་ལོངས་བྱུང་འཇུག་གི་མི་ཡིན་ཙང། ད་དྲན་ལ་བསམ་ཤེས་མེད་པར་དྲིན་ལན་ལོག་འཇལ་གྱི་ལས་ཀ་འདི་འདྲས་བྱས་འོང་དུས་བསམ་པ་ལ་རྩ་བའི་ཆ་ནས་སེམས་ཕམ་པོ་ཞེ་དྲག་རེད་ཡིན་ན་ཡང་ད་ང་ཚོ་བསམ་བློ་བཏང་དུས་བསམ་པ་ལ་སྙིང་རྗེ་ཡག་གི་ཡོད་རེད་བསམ་གི་འདུག། རེད་རེད་ད་རྒྱ་བ་རིན་པོ་ཆེ་ས་ཞིང་གང་ས་ག་བ་ལ་འཛིན་ཆོག་བགྱིས་ནས་སྔོན་ནས་ཉི་མ་ཤར་བ་ནང་བཞིན་འཛམ་བུ་གླིང་ས་ཆ་ལ་དུས་ཕེབས་དུ་ཡོད་རེད་དེ་དང་མཉམ་དུ་ཁོ་ཚོ་གིས་དེ་རྐུབ་ལ་དེ་དེད་པ་བྱས་ནས་ཨ་ནི་རྒྱ་བ་རིན་པོ་ཆེ་སེམས་མི་ཞིག་འགྲོ་བསྡད་རེད་ཁོ་ཚོ་དེ་གས་དེ་གས་འགྲོ་སོང་གཏོང་ཡ་ད་ཅིག་རྒྱབ་ལོག་ལ་ཡག་ག་ཅིག་སོང་བ་འགྲོ་ག་རེ་རེད་བསམ་གི་འདུག། ད་ང་རང་གི་བསམ་ཚུལ་ཙམ་བཤད་གིན་ཁོང་དང་དཔང་རྟགས་ཟེར་ན་ཁེ་དོན་ཡ་མེད་ཡིན་ན་ཡང་ད་ང་རང་བསམ་ཚུལ་འདྲ་བོ་བྱས་ན། ཁོང་ཚོ་འདི་འདྲའི་ད་གར་སང་ཨ་མི་རི་ཀ་ནས་ཡུ་རོབ་ལ་འཕུད་ཡག་དང་ཡུ་རོབ་ནས་ཨ་མི་རི་ཀ་ལ་འཕུད་ཡག་དང་མི་ཚང་མ་ཉི་མ་རྟག་པར་ལེ་བས་གཅིག་པ་གཅིག་རྐྱང་རེད་དེ་ཕྱིན་ཡོང་དུས་བརྩམས་པ་ལ་ང་རང་ཚོ་ནམ་རྒྱུན་འཚོ་བའི་གི་ཁྲོད་ལ་སོ་སོ་གི་ཉི་མ་རེ་རེ་གི་ཡོང་སྒོ་དེ་བེད་སྤྱོད་བཏང་ནས་འདི་འདྲའི་འགྲོ་སོང་འགྲོ་དགོས་ན་འགྲོ་ཐུབ་ཡ་རྩ་བ་ནས་མ་རེད་དེ་ནས་ཁོ་རང་ཚོ་གི་ལས་སྟངས་ལུང་སྟངས་འདི་འདྲའི་ཅིག་ཕྱིན་ཡོང་དུས་བརྩམས་པ་ལ་ཡ་རབས་དང་བཟང་སྤྱོད་ལྡན་པའི་མི་གཅིག་གིས་ཁོང་ཚོ་ལ་ཞལ་འདེབས་བགྱི་ཡ་དེ་དེ་འདྲའི་རྩ་བ་ནས་ཡོང་སྲིད་གི་མ་རེད།

ད་ང་རང་ཚོས་ཕ་སྟེ་ཚོད་ཟས་ཟེར་ཡ་དེ་རེད་བསམ་གི་འདུག་ད་ཀུན་དུ་དང་ཐིག་གི་ཤོག་དེ་བདེན་པ་འདྲ་བ་ཞིག་བརྩི་དགོས་ཡག་གི་རྒྱུ་མཚན་དེ་ག་རེད་ཟེར་ན། ད། སྤྱི་བཏང་གི་འཛམ་བུ་གླིང་འདིའི་སྐབས་ལ་སྤྱི་ཚོགས་ཀྱི་གནད་དོན་གྱི་ཐོག་ལ་ད་ཡེ་ཤུ་གི་ཆུ་ད་ས་ཡོ་རོབ་དང་ཨ་མི་རི་ཀ་ལ་སོགས་པ་མི་དེ་ཚོ་ཤེས་ཡོང་གི་གནས་ཚད་དེ་རྒྱ་ཆེ་ཤོས་ཅིག་རེད་དེ་ཆེ་ཡོང་དེ་དེ་ཚོགས་ཀྱི་ལུང་པ་དེ་ཚོ་ཁོ་རང་ཚོའི་ཆོས་ལུགས་ཡེ་ཤུ་རེད་དེ་སྤྱང་པོ་རིན་པོ་ཆེ་ལ་མཁས་དབང་དང་དེ་ཚོགས་ཀྱི་དེ་ས་ས་གི་གདེང་འཇོག་ཅིག་བྱེད་དགོས་རེད་དེ་བྱེད་དགོས་ཡ་དེ་སྤྱང་པོ་རིན་པོ་ཆེ་ལ་གཞན་དག་ཁོ་རང་ཚོའི་ཆོས་རྒྱུད་གཅིག་པ་ཡིན་པའི་ཆ་ནས་བྱེད་ཀྱི་ཡོད་མ་རེད། མུ་མཐུད་ཀྱི་དྲང་བདེན་དང་ལྷག་བསམ་གྱི་ཐོག་ནས་སྤྱི་ཚོགས་ལ་ཞབས་ཞུ་དང་ཕན་བདེ་སྒྲུབ་དགོས་འདུག་ཟེར་ནས་དེ་གི་རྒྱབ་སྐྱོར་བྱེད་དགོས་རེད་དེ་ཕྱི་ཡོང་དུས་དེ་འདྲའི་གི་སྣང་ཉིད་ཀྱི་མི་དེ་ལྟར་དྲང་བདེན་ཡོད་པ་དེ་ང་ཚོ་མཚོན་ཐུབ་དགོས་རེད་དེ་འདྲའི་ཆེད་ཀྱི་གཅར་རྩོན་བྱེད་གི་འདུག་ཟེར་ན་དེ་ཡའི་ཆི་ཡ་ཆེ་རྩ་བ་ནས་ང་རང་ཚོ་མི་དཀྱུས་མ་བཅས་ཀྱི་ངོས་ནས་བལྟས་ན་དེ་ཡའི་ཆི་ཡ་འདྲ་བོ་ཅིག་མ་རེད་བསམ་གི་འདུག། ལ་སོ་ཐུ་ཅི་ནོར།
ད་འོ་ད་རྒྱ་རོ་མོ་ཅི་ངོས་ནས་ད་སྐྱེ་ནས་ཟི་ཁོ་ངོ་སོ་འདི་ཕེ་དེ་རེད། ལེ་ཁོ་ག་དོན་ན་ཀྱི་འགྲོ་བ་སི་ཉི་ཚ་མི་དོན་དག་ཆ་ལེ་གནང་གི་འོ་རེད།

ལྟོ་སྐྱ་བ་བཙོན་གྱི་བདག་པོ་ལ་ཡང་མཚན་མེད་ཟུར་ཟ་ནམ་གྱི་ནོར་གྱིས་བྱིན་གྱིས་ཞུས་འདུག་ད་ལྟའི་ང་ང་རང་བསམ་ཚུལ་བཞིན་ན་དངོས་གནས་གསུམ་ཁོ་རང་ཚོ་ད་སྙིང་རྗེ་བསམ་གྱི་འདུག་རོགས་སྐྱབས་མགོན་རིན་པོ་ཆེ་ག་དུས་ན་གསུང་སྐོར་དངོས་གནས་གསུམ་ཆོས་དད་རང་མོས་ཡོད་ཟེར་བ་ད་ཁོང་ཚོ་གིས་ད་ཁོ་རང་ཚོ་གི་ཁ་ནས་དངོས་གནས་གསུམ་འབོད་སྒྲ་མོས་འབྲུའི་ཁ་ནས་སྟོན་བྱེད་རོགས་ད་དེ་འདྲས་ཨ་ནེ་སྐྱབས་མགོན་རིན་པོ་ཆེ་ཆོས་དད་རང་མོས་སྟོན་མི་འདུག་ལ་དེ་ཚོ་དངོས་གནས་གསུམ་མ་བོས་ར་རོ་མཐའ་གཅིག་ཏུ་མ་བོས་རོགས་ང་དེ་ལ་དངོས་གནས་གསུམ་རྒྱབ་སྐྱོར་ཁྱོན་ནས་མེད་གང་ཡིན་ཟེར་ན་དངོས་གནས་སྐྱབས་རིན་པོ་ཆེ་ཆོས་དད་རང་མོས་གནང་བ་རོགས་དངོས་གནས་གསུམ་བརྒྱ་ཆ་བརྒྱ་གནང་བ་རོགས་ད་ཁོ་རང་ཚོ་ད་སྙིང་རྗེ་བསམ་ད་དམྱལ་བ་ལ་སོ་སོ་སོ་དམྱལ་བ་ལ་མ་ཐིམ་འགྲོ་དགོས་རོགས།

སྟོང་གསུམ་མང་པོ་གཅིག་ལས་ཆོས་བཤད་དེ་འདྲའི་གནང་པོ་ཡོད་རེད་ཨ་ནི་ཕ་ཕྱོགས་ལ་ཡག་རྟགས་ཕོ་མོ་ཉུང་ཤས་ཅིག་དང་ནི་ཨ་ནི་ཅིག་ཅི་བྱ་བ་དེ་འདྲའི་ཁ་ཤས་ཅིག་རྒྱ་བ་རིན་པོ་ཆེ་ནམ་རྒྱུན་གནང་བཞིན་འཚེ་མེད་ཞུས་དུ་ཡོད་དེའི་ཐོག་ལ་ཡང་ཁྱོད་རང་བོད་པ་ཅིག་ཡིན་པའི་ཆ་ནས་སེམས་ཚོར་ག་རེ་ཡོད། ང་བོད་པ་ཅིག་ནས་ཙང་ནས་ཨ་ནི་པའི་སྐྱབས་མགོན་པོ་ཆེ་ཨ་ནི་པའི་ང་ཚོ་བོད་པ་འཛམ་གླིང་སྤྱི་ཡོངས་ནང་ལ་ཡང་ཨ་ནི་པའི་ང་ཚོ་བོད་པ་གཅིག་པོ་ཅིག་ལ་ཨ་ནི་པའི་སངས་རྒྱས་སྐུ་ཞབས་ལོན་པ་ཨ་ནི་དེས་ང་ཚོ་མགོ་ཁྲིད་པ་དེ་ལ་ཨ་ནི་ང་ཚོ་པའི་སྙིང་ཐག་པ་ནས་ཨ་ནི་པའི་ཐུགས་རྗེ་ཆེ་དང་གསོལ་ལམ་ཆེན་པོ་ཞུ་རེད་བསམ་གི་འདུག་རོ།

དེ་ཁོ་ཚོ་གོས་འདྲེ་ཁྱོ་དེ་ཚོ་ད་ཁོ་ཚོ་རེད་ད་ཞབས་འདྲེ་ཞུ་མཁན་ཁོ་ཚོ་བོད་པའི་སྤྱི་ཚོགས་ནང་ནས་ཞབས་འདྲེ་ཞུ་མཁན་གཙོ་བོ་གཅིག་ཁོ་ཚོ་རེད་རྒྱ་བ་རིན་པོ་ཆེ་སྐུ་ཚེ་རྒྱ་བ་རིན་པོ་ཆེ་གི་དངོས་གནས་ཁོ་རང་ང་ཚོ་ལམ་སྟོན་བཟང་པོ་དེ་འདྲས་གནང་བཞག་རྒྱུ་དེ་ལ་ཁོ་ཚོ་གི་དངོས་གནས་ཁོ་རང་ད་ཡག་དངོས་གནས་ལམ་སྟོན་གནང་བཞག་རྒྱུ་དེ་ལ་ད་འགྲིག་མི་འདུག་གཅིག་བྱས་མི་འདུག་གཉིས་འགྲིག་མི་འདུག་ལ་ནི་ད་ཁོ་ཚོ་གི་སྐྱོན་བརྗོད་བྱེད་མཁན་སླེབས་དེ་ད་དངོས་གནས་ཁོ་རང་གྲོ་ཁོག་རྒྱང་ཙང་ལམ་དཀར་པོ་ར་སྟོན་ཙང་དེ་ཚང་མ་བྱེད་ཙང་འདུག་ག་ལ་ད་ཁོ་ཚོ་གི་དེ་བྱས་བ་རེད་ཞབས་འདྲེ་ཞུ། ཁོ་ཚོ་གི་ད་མི་མང་གི་ལ་རྡོག་བཏོན། རྒྱུ་མཚན་མི་ཞིག་མཐོང་རུང་ཨ། ཡ་ཧོ། སོ་སོ་བོད་པ་ཅིག་ཡིན་པའི་ཆ་ནས་ཤི་ཁ་སང་གོ་རུ། སེམས་སེམས་པ་སེམས་ཤུགས་ཡོད་ཆགས་འདུག་ཁ་ཅིག་ལ་ན་ཁོ་རང་ཚོ་བོད་པ་མིན་པའི་རྟགས་དང་པོ་དེ་ཁོ་རང་ཚོ་དམ་ལ་བཏགས་དང་བོད་པ་སྐད་དར་ཆེ་མཐོང་ཡ་མི་འདུག་དེ་བཞིན་དང་ཁོ་རང་ཚོ་འདི་བོད་པ་ཉུང་ཉུང་བྱས་ཕལ་ཆེར་འགྲོ་ཨིན་ཇི་ཨིན་ཇི་མི་དེ་འདྲ་རེད་ཤག